སྦྲ་ནི་ས་འཇུ་གཟིམ་མོ་རྣམ་པ་ཀོང་ཁང་བཟོ་ང་རྡོ་རྗེ་འདྲ་འདུལ་ཡིན་དེ་རིང་གི་ས་འཇུ་ནོར་ལྷ་ས་ལ་གོང་ས་རྒྱ་རིན་པོ་ཆེ་མཆོག་གིས་གསུང་ཆེན་ཉིན་པའི་དཔྱིད་བོད་མི་ན་གཞོན་ཞིག་འཇུ་བཟུང་དཀའ་ན་བཞེས་ཡོད་པ་དང། ཡང་བོད་ནང་བྱུང་བའི་མེ་ཞོན་གྱི་གོད་ཆག་ཕོག་མཁན་ཚོ་ལ་གོང་ས་མཆོག་གིས་སེམས་གསོ་བའི་ཚང་འཁྲི་སྐོར་སོགས་ཞུ་རྒྱུ་ཡོད། བོད་རྒྱལ་ས་ལྷ་ས་ལ་བོད་མི་ནོར་རྒྱས་ཟེར་བ་ཞིག་ཝེ་ཆ་ཀྲའང་ཀི་ཁྲིན་གྱི་བརྒྱུད་གོང་ས་མཆོག་གི་གསུང་ཆོས་བཀའ་ནན་བཞེས་པ་ལ་བརྟེན་རྒྱ་ནག་གི་འབྲེལ་ཡོད་ཚན་པས་འཛིན་བཟུང་བྱས་ཡོད་པའི་གནས་ཚུལ་འགའ། དེ་ཡང་བག་ཡོད་ནས་ང་ཚོའི་གསར་འགོད་པ་ཐུབ་བསྟན་སངས་རྒྱས་ལགས་ཀྱིས་བཏང་བའི་གནས་ཚུལ་ལ་གཞི་བཟུང་བཤད་ན། ཉེ་ལམ་རྒྱ་གར་ལྷོ་ཕྱོགས་སུ ྋགོང་ས་ཤངས་ཀུ་ཆོན་པོ་མཆོག་གིས་གནང་བའི་བཀའ་ཆོས་དང་བརྙན་དཔར་ཁག་ཅིག་བོད་ནང་གི་བོད་མི་ལ་ཀི་ཁྲིན་ཨམ་ཝེ་ཆ་ཀྲ་ཟེར་བའི་སྙིང་ཐིག་གི་བརྒྱུད་ནས་འབྱོར་མཁན་ཚོས་དོ་སྣང་ཆེན་པོ་གིས་གསང་ཐབས་ཀྱི་སྒོ་ནས་ལྟ་ཀློག་བྱེད་ཀྱིན་ཡོད་པ་རེད་འདུག་ནོར་རྒྱལ་ཟེར་བའི་བོད་རིགས་གཞོན་སྐྱེས་དེས་རང་གི་ལག་ཐོགས་ཁ་པར་ལ་གངས་ལ་འབྱོར་བའི་གསུང་ཆོས་དུམ་བུ་ཁག་རང་གི་ཉལ་འགྲོ་ཁག་ཅིག་དང་ལྟ་ཀློག་བྱས་པ་མ་ཟད་གཞན་ཁག་ཅིག་ལ་བསྙང་ཤོས་བྱས་ཡོད་པ་དང། ཤིང་རྟ་དང་པོ་གི་ཚེས་བཅུ་བཞི་ནས་ཁོང་རང་གཤིག་ཤོ་སོགས་ཙག་ཙིག་ཉོ་ཆ་རྒྱག་པ་ལ་འགྲོ་སྐབས་སུ་ར་མོ་ཆེ་ས་ཁུལ་ནས་རྒྱ་མི་ཉེན་རྟོག་པས་འཛིན་བཟུང་བྱས་ནས་ད་ལྟ་བཀག་གནང་བ་ཡོད་པ་རེད་འདུག། ནོར་རྒྱལ་ལགས་ནི་བོད་ནོར་རྒྱུད་ལ་སྟོད་དུང་རུ་རྫོང་ཁུངས་མཚོ་ཁུལ་ཞེས་པའི་གྲོང་ཚོ་ནས་ཡིན་པ་དང་རྒྱུན་ལྡན་ལྷ་ས་ལ་ཨ་ལི་ཞེས་ནས་འཚོ་བ་བྱེད་མཁན་ཞིག་ཡང་ཡིན་པ་རེད་འདུག། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་ཤིང་ལོང་ཀོང་ས་ཤངས་སྐུ་ཆེན་པོ་མཆོག་ནི་ཉེ་ཆར་བོད་ནང་བྱུང་བའི་མེ་ཤུན་ཆེད་གོས་ཆག་འཕོག་མཁན་ཚོ་ལ་སིན་སོན་ཚང་ཁྲིན་དང་ད་ནི་བཟུང་མེ་ཤེལ་སྔོན་མགོ་ལ་དོ་སྣང་དགོས་པའི་སྐོར་གསུངས་འདུག་ཟླ་འདིའི་ཚེས་ཉི་ཤུ་རྩ་བདུན་ཉིན་ཀོང་ས་ཤངས་སྐུ་ཆེན་པོ་མཆོག་གིས་གནང་བའི་སིན་སོན་ཡི་ཚང་ཁྲིད་དེའི་ནང་ཉེ་ཆར་ལི་ཐང་གོས་ཆེན་དང་གསེར་རྟ་བླ་རུ་ཆོས་སྒར་རྒྱ་ཐང་བཅས་པ་ལ་མེ་ཤུན་བྱུང་བ་ལ་བློ་ཕངས་དང་བཅས་དེ་འདྲའི་ཡི་གེ་སོགས་གསེར་བཤམས་མང་ཚོགས་ཚང་མ་ཆ་མཐུན་ཕུ་ནུ་ཡི་འདུ་ཤེས་ཀྱིས་ནང་རྩོད་མེད་འཁྲུག་རིང་མི་བྱེད་པ། ཡིག་འབྲུ་དང་སྒྲོལ་མ་སོགས་འབེལ་འཁྲུག་གི་ཐོག་ནང་སྐུའི་གློག་དང་མཆོད་མེ། མེ་ཐལ་སོགས་ལ་གཟབ་ནན་གྱིས་སྔོན་འགོག་དང་འབྲེལ་དེང་དུས་ཀྱི་མི་གསོད་བྱེད་ཀྱི་འཕྲུལ་ཆས་གྲ་སྒྲིག་ཚད་ལྡན་ཡོང་ཐབས་འབྲེལ་ཡོད་ལ་ཞུ་སྐུལ་བྱེད་གལ་དང། འདི་ནི་སེང་ཟུར་ཡིས་འཚང་འབྲི་དང་རྗེས་འཛིན་ལྕི་མོས་གནང་གི་ཡོད་ཅེས་གོང་ས་མཆོག་གིས་གསུངས་ཡོད་པ་རེད། ཡང་ཨོ་སི་ཀྲུ་ལི་ཡའི་ནང་གི་བོད་མི་ཡིག་ཐོག་རྒྱ་ནག་གཞུང་གིས་ལྟ་སྲུང་བྱེད་ཀྱི་ཡོད་པའི་སྐོར་གནས་ཚུལ་ཐོན་འདུག་ཚེས་ཉི་ཤུ་རྩ་དགུ་ཉིན་ཨོ་སི་ཀྲུ་ལི་ཡའི་བྱིས་པའི་གསར་ཤོག་ཐོག་དབུས་བོད་མི་ཡིག་སྒྲིག་འཛུགས་ཀྱི་ཕྱི་འབྲེལ་བཀའ་བློན་བདེ་ཤིང་ཆོས་དབྱངས་མཆོག་གིས་གསུངས་པའི་གནས་ཚུལ་ལུང་འདྲེན་བྱས་པར་གཞིགས་ན། ཨོ་སི་ཀྲུ་ལི་ཡའི་ནང་ལ་བོད་མི་གཅིག་སྟོང་ཙམ་ཡོད་པ་དེ་དག་བོད་ནང་ལ་འགྲུལ་བཞུད་ཀྱི་ཆེད Cranberry གྲོང་ཁྱེར་དུ་རྒྱ་ནག་གཞུང་ཚབ་ལས་ཁུངས་ནས་ཐོངས་མཆན་ཞུས་སྐབས་བོད་མི་རྣམས་ལ་ཨོ་སི་ཀྲུ་ལི་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་མི་ཡིན་མིན་དང། ཨོ་སྟྲེ་ལི་ཡའི་ནང་བོད་དོན་དང་འབྲེལ་བའི་ངོ་རྒོལ་རྔམ་སྟོད་ཀྱི་ལས་འགུལ་ནང་ལ་ཞུགས་བཞིན་ཡོད་མེད། དེ་བཞིན་དབུས་བོད་མིའི་སྒྲིག་འཛུགས་ལ་ལེགས་བཤད་འབུལ་བཞིན་ཡོད་མེད་སོགས་སུན་གཙེར་དང་སྡུག་རུས་ཡི་འདྲི་རྩད་བྱེད་ཀྱི་ཡོད་པ་གསལ་སྟོན་གནང་འདུག་བཀའ་བློན་མཆོག་གིས་བོད་མི་རྣམས་ཨོ་སྟྲེ་ལི་ཡའི་ནང་མི་སེར་ཡིན་པའི་ཆ་ནས་ཁྲིམས་མཐུན་གྱི་ལམ་ནས་ཞི་བའི་ལས་དོན་ཇི་འདྲ་གནང་ཆ་ཤས་ལེན་རྒྱུའི་ཐོབ་ཐང་ཡོད། རྒྱ་ནག་གི་ཞར་ཞོད་དེ་རིགས་ཨོ་སྟྲེ་ལི་ཡའི་རྒྱལ་ཁབ་ཀྱི་བདག་དབང་ལ་ཐེ་ཇུས་ཡིན་པའི་སྐོར་ཤོད་འཇུག་གནང་སྐབས་དེ་བཞིན་ཨོ་སྟྲེ་ལི་ཡའི་གྲོས་ཚོགས་ཀྱི་བོད་དོན་བརྒྱ་ཤོག་ཚོགས་པ་གི་ཚོགས་གཙོ་སྐུ་ཞབས་མེ་ཁི་ཏྲེ་ཝི་མཆོག་གིས་གནད་དོན་འདིའི་ཐོག་ཨོ་སི་ཁྲུ་ལི་ཡ་ཡི་ཕྱི་སྲིད་ལས་ཁུངས་ཀྱིས་ཞིབ་འཇུག་གནང་དགོས་སྐོར་གལ་ཆེན་པོ་ཡིན་སྐོར་ཡང་གསུངས་འདུག་ཡང་ཨ་རིའི་སྲིད་འཛིན་ཨོ་བྷ་མ་མཆོག་གིས་ཁ་སང་དགོང་མོ་རྒྱལ་ཡོངས་ལ་གནང་བའི་ལོ་འཁོར་མིའི་རྒྱ་སྟོན་གསུང་བཤད་ནང་གླ་ཕོགས་དམའ་ཤོས་དེ་དཔལ་འབྱོར་གྱི་ཁས་ལེན་བྱས་ཡོད་འདུག་སྲིད་འཛིན་ཨོ་བྷ་མ་མཆོག་གིས་རྒྱལ་ཡོངས་བརྙན་འཕྲིན་དང་རླུང་འཕྲིན་གྱི་ཐོག་ལ་དུས་ཡུན་ཆུ་ཚོད་གཅིག་ལྷག་གནང་བའི་རྒྱ་སྟོན་གསུང་བཤད་དེ་གཙོ་བོ་ཨ་རིའི་ནང་གི་མི་མང་ཚོ་ལ་དམིགས་ནས་བཀའ་སློབ་གནང་ཡོད་པ་དང་ཞོར་འཕྲོས་སུ་རྒྱ་གར་གྱི་ཕྱི་འབྲེལ་སྲིད་ཇུས་སྐོར་ལའང་བཀའ་སློབ་གནང་ཡོད་པ་ཞིག་རེད། སྲིད་འཛིན་རང་ཉིད་ཨ་རིའི་ནང་དཔལ་འབྱོར་གྱི་དཀའ་ངལ་འཕྲད་བཞིན་པའི་འབྲི་རུ་མི་དམངས་ཀྱི་བདེ་དོན་བརྩོན་གནང་མཁན་ཞིག་ཡིན་སྐོར་གསུངས་ནས་ཨ་རིའི་ནང་ལ་མི་དམངས་ཚང་མ་ལ་ཐོག་ཐང་དང་གོ་སྐབས་འདྲ་མཉམ་དགོས་པའི་ཨ་རིའི་དམིགས་ལམ་དེ་གྲུབ་ཐབས་སུ་སྲིད་འཛིན་གྱི་དམིགས་བསལ་དབང་ཆ་བེད་སྤྱོད་གནང་ནས་འབད་བརྩོན་མུ་མཐུད་གནང་རྒྱུ་ཡིན་སྐོར་གསུངས་བ་དང། ཡང་གཞུང་གི་ལས་མིའི་གླ་ཕོགས་དམའ་ཤོས་དེ་ད་ལྟ་ཆུ་ཚོད་གཅིག་ལ་འབྲོག་ལྭ་བདུན་ནས་འབྲོག་ལྭ་བཅུ་བར་སྤར་གནང་རྒྱུ་ཡིན་ཞལ་བཞེས་ཡང་གནང་ཡོད་པ་རེད།